སེམས་ཀྱི་སྐོང་ཁམས་བཟང་བའི་བརྩམས་སྒྲུང་ཞིག་གོ་བོད་ཀྱི་དུས་བབ་ཀྱི་དྲ་བརྙན་གླེང་མོལ་ལས་རིམ་འདི་ད་ལྟ་ལ་དྭགས་ཁུལ་ནས་སྙན་སྒྲོན་ཞུས་ཀྱི་ཡོད། ཐེངས་འདིའི་ང་ཚོའི་ལས་རིམ་གྱི་ནང་ལ་ཡཱ། ལ་དྭགས་སྐད་ཀྱི་སྐུ་ཡི་གསུང་བསྒྱུར་བ་འབུམ་རམས་པ་བློ་བཟང་ཚེ་དབང་ལགས་གདན་འདྲེན་ཞུས་ཡོད། ཐེངས་འདིའི་ལས་རིམ་གྱི་ནང་ལ་ཡཱ། ང་ཚོ་རྒན། འབུམ་རམས་པ་བློ་བཟང་ཚེ་དབང་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་ད་ག་ན་ཞིག་སྐུ་ཡི་གསུང་བསྒྱུར་གྱི་བརྒྱུད་རིམ་སོགས་ཀྱི་ཐད་ནས་རྒྱུས་ལོན་ཐེངས་དུས་བྱས་ཡིན། ཐོག་མར་དེ་དགེ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། དགེ་ལགས་ཐོག་མར་དེ་ལ་དགེ་ལགས་ངོ་སྤྲོད་མདོར་བསྡུས་ཤིག་གནང་ན་དགེ་ལགས། ད་སྔ།

ད་སོ་ནི་དགེ་ལ། ཐོག་མ་གསུང་སྒྱུར་གནང་ཡས་དེ་ག་དུས་ཤིག་གོ་ཚུལ་ན་སྐབས་དེ་སོ་མ་དགེ་ལ་གསུང་སྒྱུར་གནང་ཡས་ཀྱི་གོ་སྐབས་དེ་ཐོག་མ་ག་འདྲས་བྱུང་ཡིན་ན་དེ་དུས་སོ་མ་ད་གསུང་སྒྱུར་གནང་ཤོ་ཐེ་མ་དང་པོ། དེ་འདྲས་ཞུས་ཡོང་དུ་སོ་མ་དགེ་ལ་ཡི་སྐབས་དེ་དུས་འཚོ་བ་ག་འདྲས་འགྲོ་བྱུང། ད་དེ་དུས་ཙམ་ན་དང་པོ། Doctor Jamyang Gyaltsam དང་ཚུལ་ཁྲིམས་རྒྱ་མཚོ་ཁོང་ཚོ་སྒྱུར་གནང་གི་འདུག་རང། དེ་ནས།

ང་དེ་ཡོང་ས་མ་རེད་དྲན་སོང་ད་ཁོང་ཚོ་བསྒྱུར་ཞིག་ངས་ལྟ་ཅི་བསྡད་ཡོད་རེད་བ། འགྲིག་མཁན་བྱས་ན་སྐུ་མདུན་ནས་གསུང་དེ་ཕར། གཞུང་འབྲིང་པོ་ཕར་འགྲོ་བཞག་གི་འདུག་བ། དེ་ནས་ག་རེ་གསུང་གི་ཡོད་མི་འདི་གཏན་ནས་སེམས་ལ་འཆར་གི་མི་འདུག་བ། དེ་ནས་ངས་བསམ་བློ་ཅི་ཡིས་བཏང་པ་ཡང་འགྲིག་པ་དེ་འདི་ལྟ་ཡོང་ས་མ་རེད་དྲན་སོང། དེ་ལས། སྐུ་མདུན་གྱི་གསུང་པ་དེ་ཚོ་མདོག་མདོག་མདོག་མདོག་ཚོད་ཚོ་སེམས་ལ་ཉར་ན།

སྒྲ་འདྲ་ཡིན་པའི་ཚིག་མི་དེ་ཚོ་མགོ་གཏུབ་ཡང་ཚིག་གཅིག་འཚོལ་དགོས་པ་རེད་བ་དེ་ཁག་པོ་འདུག་རེད་བ། ད་རེས་བོད་སྐད་དེ་ཚིག་དེ་གོ་ན་ལ་དྭགས་དེ་ཚོ་དགོངས་མ་རེད་བ། ད་དེ་དང་མཐུན་པ་ཅིག་ཁོང་ཚོ་ལ་མགོ་ཡང་ཚིག་གཅིག་འཚོལ་ཡ་དེ་དང་པོ་དེ་དཔེ་ཁག་པོ་བྱུང་སོང་རེད་བ།

ཁོ་ནི་བདེན་ཡག་པོ་བྱུང་སོང་དྲ་མ་བྱུང་སོང་གསུང་གི་གཏན་ནས་སེམས་ལ་སྤོབས་པ་ལྗིད་པོ་ཞིག་སླེབས་སོང་རེད་བ། ངས་རྐང་གསུམ་པོ་དེ་བོད་སྐད་ནང་བཞིན་བྱས་ན་ངས་ལན་འདེབས་བྱས་པ་བཞིན་ཤོར་ཡ་མ་རེད་དེ། གསུང་སོང་དེ་འདྲས་བསྒྱུར་ན་ཡག་པོ་འདུག་གསུང་སོང་གོ་འདི་ནི་དྲ་མ་བྱུང་སོང་དེ་བཞིན་སེམས་ཞིབ་པོ་ཅིག་དགའ་སོང་དེ་སྤོབས་པ་འདྲ་པོ་ཅིག་སླེབས་སོང་རེད་བ། དེ་ལ་ཀུན་འདུས་གསུང་བསྒྱུར་ཐོག་མ་གནང་ཡས་དེ་ག་དུས་ཡིན་ན། དང་པོ་བསྒྱུར་འདུག་ས་ན་ད་ལྟ་དེ་བཞི་བའི་ཚ་ལས་ཕོ་བྲང་ཨ་དཀར་རྫ་གསུང་ཆོས་རོང་གསར་པ་ཅིག་ཏུ་བ་དན་མ་རེད་ཕ་རྒན་རྙིང་པ་དེ་ན་དང་པོ་གྱུར་དུས་རྙིང་པ་དེ་རེད། ཡིན་དུས་ས་ནང་དང་ཕལ་ཆེར་དགུ་བཅུ་གོ་གྲངས་ནང་ལ་ཨིན་སྐད་རེ་དྲངས་ཀྱི་འདུག་དང་པོ་དེ་དྲངས་ཀྱི་མི་འདུག་རེད་བ། དེའི་གཞན་ལ་དེ་ནི་མུ་མཐུད་ཀྱི་དེ་ནི་དེ་འགྱུར་རེད་བ། དེ་ལ་སྐུ་མདུན་གྱིས་གསུང་རྒྱུར་ཐེངས་མ་དང་པོ་གནང་དུས་ཞུ་ར། སྐུ་མདུན་གྱིས་སྐུ་འགྲམ་ལ་བཞུགས་དེ་འདྲས་བྱེད་དུ་བསམ་པ་གཅིག། རྔམ་སྒྲ་རོ་ད་དེ་འདྲས་གལ་ཆུང་གི་འདོད་གི་ལ་ག་འདྲས་ཡིན་ན། དེ་ཐོག་ཚིག་འགྲེལ་བྱས་སོང་ཁྱོད་རང་སྐུ་མདུན་ཕ་གིའི་བཞུགས། ང་ཚོ་རྡ་ས་དེ་ཏོག་ཙམ་ཐག་རིང་ཙམ་འདུག་རེད་བ། དེ་རིང་ཙམ་ཡོད་དུས་བསམ་ན་ཕ་གིའི། མ་ཡིག་ཡོད་རེད་བ། དེ་ཡག་པོ་ཅིག་གཏན་ནས་ཚོར་གི་མི་འདུག་འདྲ། དེ་མ་ཚོར་འདུག་ཙང་ཕ་གཞུག་ཏུ་གཏན་ནས་ཁྲིད་ལ་ཁྲིད་སོང་བ། དེ་མདུན་ལ་ཡར་བལྟས་ཇེ་བལྟས་འགྱུར་རབས་དེ་གཏན་ནས་འགོ་བཙུགས་པ་འདྲ། དང་ཁག་པོ་དེ་ད་ཁོ་ཚོ་སྐུ་མདུན་ནས། གསུང་རྒྱུ་རེད་བལྟས། དཀའ་ལག་ད་བཟང་པོ་རེད་དེ་དཔེ་ཁག་པོ་ཞེ་དྲག་འདུག་རེད་བ། ནང་ན་ཡ་འགྲོ་དུས་ས་ན་དཔེ་ཁོ་ན། སྨོན་ལམ་ཅིག་བརྒྱབ་ཅེས་འགྲོ་གི་ཡོད་རེད་བ། འཇམ་དབྱངས་ལ་སྨོན་ལམ་ཅིག་བརྒྱབ་ང་ཚོའི་ལྷ་གཅིག་ཡོད་རེད་རྡོ་རྗེ་ཆེན་མོ་ལྷ་གཅིག། ལོ་ཙཱ་བ་རིན་ཆེན་བཟང་པའི་ཧྲུའུ་མ་དེ་རེད་འདུག་དེ་དཔེ་ཕྲིན་ལས་མྱུར་བ་ཞིག་འབུལ་གྱི་ཡོད། དེ་ཚོ་ལ་སྨོན་ལམ་ཅིག་བརྒྱབ། དེ་ནི་ཀུན་ཏུ་ནི་གང་གསུངས་པ་དེ་ཉིད་ཧ་གོ། ངས་བསྒོ་བ་དེ་མི་མང་དེ་ཙམ་སེམས་ལ་འཕྲོ་བཅས་འགྱུར་ར་ཡོང་བར་ཤོག་བསམ་ཡང་ཡིན། དེ་ཀུན་སློང་དེ་ཡ་བཟོ་བྱེད་བདེ་སྐྱིད་རེད་བ། རེད་བ། ད་ཀུན་ཏུ་ནི་གསུང་སྒྱུར་བྱེད་ཚུལ་ཚང་ན་ཁག་པོ་བསྟན་འདུག་རེད་བ། Science དོགས་སུ་བྱེད་ཀྱི་མེད་ན་ཀུན་ཏུ་ནི་གསུང་དེ་བསྒྱུར་ཐུབ་ས་མ་རེད་ཅིག་བསྟན་རིགས། དབྱིན་ཇིས་དོགས་ཟོན་བྱེད་ཀྱིན་མེད་ན་སྐུ་མདུན་གྱིས་དེ་ནས་བཟུང་འདི་བསྒྱུར་ཐུབ་ཨང་མི་འདུག་ཨང། དེ་ནི་བོད་སྐད་མ་ཤེས་ན་དེ་དེ་ནང་བསྒྱུར་ཐུབ་མ་རེད། དེ་གསུམ་ཚོགས་ལ་དེ་དཔེ་གལ་ཆེན་པོའི་བྱེ་བྲག་རེད་འདུག་ཨང། དབྱིན་ཇིས་དོགས་ཟོན་བྱེད་དེའི་རྗེས་ལ་དེ་ནས science དོགས་ཟོན་དགོས་པ་ཡོད་ན། མཚམས་མཚམས་ལ Science ཐོག་ལ་ཅེས་མང་པོ་ཞིག་གསུངས་གནང་གི་འདུག་ད་ཡང་དེའི་ནང་བཞིན་ལ Religion རྗེས་མ་དེ་ཚེ་འགོ་བ་ཐོག་ཚོ་མེད་ནང་འགྱུར་འགྱུར་ཐུབ་པ་ཁག་པོ་རེད་ཆགས་གོ་འདི་ནས་ཡང Religion དེ་དང Compare རྫ་ཅེས Concept དེ་ཚོ Compare རྫ་ཅེས་མང་པོ་གསུངས་མྱོང་གི་འདུག་དེ་ཚོ་ལ་སྣ་ཚང་དེ་ལ་ལྟ་དུས་ས་ན་དེ་ནས་ཨོ་ད་གོ་འདི་ནས་གསུངས། དགའ་རབ་དགའ་རབ་འགྱུར་ཐུབ་ས་རེད་བསམ་བློ་བྱས་དེ་འཁོར་ཡང་མེད། དེ་འདྲས་ཀྱི་དྲན་སོང་རེད། ད་ཁག་པོ་གཅིག་བལྟས་འདུག་རེད་མ། སྐུ་མདུན་ནས་ཐུགས་དགོངས་ལ་ག་རེ་གསུང་འདོད་འདོད་ཅེས་གསུང་གི་ཡོད། ངས་ག་འདྲས་ཅིག་ཧ་གོ་གི་ཡོད་རེད་མ། ངས་ལ་དྭགས་ཡི་ཚིག་ནང་ལ་བསྒྱུར་ཞེས་ཕག་མི་མང་བསྟན་དོན་ལ་ལྟ་འདོད་ཚར་ན་ཁོ་ཚོ་ག་འདྲས་ཀྱི་ཧ་གོ་རྒྱུ། བསྟན་གསུམ་འདི་ཁག་པོ་རེད་ཆོག་བསྟན་གསུམ་ཡི་འགྲེལ་བ་དེ་གོ་འདུག་ནས་ཐུགས་དགོངས་ག་ཟུག་ཅིག་དགོངས་ཅེས་གསུང་གི་ཡོད། ངས་ག་འདྲས་ཀྱི་ཧ་གོ་རྒྱུ། དེ་ཡི་ཁག་པོ་རེད་བ། དེ་ངས་ཧ་གོ་བ་དེ་ངས་ལ་དྭགས་ཡི་ཚིག་གོ་ཅེས་ཕག་མི་མང་བསྟན་ཚོ་ལ་བཤད་ཡོང་འདོད་ཚར་ན།

དང་པོ་དང་ལྔ་དོ་སྣང་སེམས་མ་བྱུང་གཞན་མ་ལྔས་དེ་ནི་གར་ཟག་དེ་ཡིས་ང་ཚོས་ནེབ་ཀིན་བེད་པར་ཡོད་རེད་བ། དེ་ཚོ་དེ་ཁྱེར་ཅེས་དེ་འདྲའི་ཕ་སོ་སའི་ཁ་ཡང་འཇར་བསྟན། དེ་ཕ་གིས་དེ་དག་ལ་ལ་དེ་ཉེས་ཞུས་ཡོད་དེ། ང་སྡིག་པ་བསགས་ས་རེད་ཟེར་རེད་བ། ཕ་གི་ཡར་འདམ་ལ་འདམ་ལ་འགྲོ་ན་ནི་ངའི་ཁ་དང་སྐུ་མདུན་ལ་འགྲོ་ན་ཕན་ངེས་སྡིག་པ་བསགས་ཀྱི་རེད། དུ་ཁ་ཟེར། ཁྱོད་རང་མ་ཡི་དེ་འདི་ཡིས་ཁྱེར་ཆོག་དུ་ཁོར་ལེར་ཁྱེར་ཆེད་ཐག་རིང་ནས་ཟེར། དེ་ཁྱེར་ཆེད་བཞུད་པ། ཡང་དེ་འགྲིག་གི་མི་འདུག་ཟ། དེ་སྒྲིག་གི་མི་འདུག་ཟེར་དེ་སྒྲིག་གི་མི་འདུག་ཟེར་ན་དེ་ནི་ནེབ་ཀྱིན་པའི་པར་དག་ཁེ་དེ་གཞན་མ་དེ་ངའི་ཨར་ཅོག་ཅིག་ཁེ་རོ་ཨར་ཅོག་དེ་པར་ཁ་ཁ་བྱས་ཏེ་ཡུན་ནས་ཡག་པོ་འདུག་དེ་འདྲས་དྲན་སོང་ལ་དེ་ནི་སྡིག་པ་ཟ་གི་རེད་དེ་སྡིག་པ་ཟ་གི་རེད། དེ་ལ་ད་ལྟ་དགུ་བཅུ་གོ་གྲངས་ནས་བྱས་ད་ལོ་མང་པོ་ཅིག་སྐུ་མདུན་གྱིས་གསུང་རྒྱུ་གནང་རེད་ཨ་ནི་སྐུ་མདུན། ག་བ་དེའི་ཕྱོགས་ལ་ཡང་ག་བ་འཕེལ་ན་ཆ་ཅན་འཕེལ་ཏེ་རོ། དེ་ནི་བསམ་པ་ཡང། ཀུན་དུ་ག་བ་ལ་འཕེལ་བ་ཡིན་ན་གཅིག་རྣམ་ཤེས། རང་བཞིན་གྱིས་རྒྱུ་བ་དེ་ཡང་དང་རྣམ་ཤེས་སྲིད་བུ་ཆ་ཡང་དང་གཅིག། ཡུལ་གྱི། ཕྱིའི་བཀོད་པ་རེ་ནང་གི་བཅུད་དེ་ཚོ་ལ་གཅིག་མ་འདྲ་བ་རྒྱུ་བ་ཐེབས་ཡོང་བ་ཡང་དེ་འདྲའི་འགྲོ་ཅིག་མི་མང་པོ་ཡོད་ཤེས་ཡོད་དུ་ལ་ང་ཚོའི་མཐོང་སྣང་དེ་འདྲའི་རུ་བྱུང། དེ་ལ་ད་ལྟ་བར་དུ་ཡུན་རིང་པོ་ཞིག་དེ་འདྲའི་འཕེལ་ཡོང་དེ་བསམ་པ་དེ་ཡི། ཉམས་སྣང་འགྲོ་དང་དེའི་རྒྱུ་བ་ཆེ་ཤོས་ཐེབས་ཀྱི་རོ་དེ་འདྲའི་གར་ག་ར་སྲིད་ཀྱི་ན་གི། དེ་སྔོན་ངོ་མཚར་དོད་པོ་ཅིག་བཞེངས་ཡོད་རེད་བ། བྷ་གི་ནོ་བྷ་ར་ན་བྷ་གི་བྷ་གི་སི་ཐན་ཡོད་ར་ཁོ་ཚོའི་བསམ་བསམ་དེ་ལ་ཡུལ་གཅིག་ཡོད་རེད་ཏུར་ཏུག་ལ་བ་ཅིག་དེ་ག་ནི་དཔེ་ཐག་ངེས་པོ་རེད་དེ་བསམ་བསམ་མ་རེད་རེད་བ། དེ་དུ་ང་ཚོ་ཉི་མ་དང་པོ་དེ་དེ་ནས་ཡ་མོ་ཏྲ་ནང་ལ་བ་ཕྱིན་པ་རེད་བ།

ཨེ་སི་ཅི་འབྲི་ཡོད་རང། དེ་བཟོས་ན་དགའ་གི་མི་འདུག་གཞན་དཔེ་དམག་མི་དེ་ཚོས་དགག་སྟེ་འགྲོ་ཐུབ་ཀྱི་མི་འདུག། རྩ་སྤྱོད་ཞིབ་པོ་ཅིག་དང་ཆེས་ལྷག་ཏུ་དཔེ་ཞིབ་པོ་ཅིག་བྱས་ན་མི་ཏུར་ཏུག་ལ་དེ་དུས་གཏོང་གི་མི་འདུག། དེ་ནས་ཁོ་ཉམས་ཐོག་ཕྱིན་དུས་ས་ན་ཁོའི་ཡི་དེ་ཡོད་ཙང་དཀའ་ལས་འབྱུང་མ་སོང་དོན། ཕ་གི་གདན་སའང་དེ་ནས་ཁོ་ཨོ་ཕི་སར་ཆེན་པོ་ཡིན་ཙང་ཕ་གི་ཁོའི་བརན་ཞོ་ཡོད་རེད་བ། ཡན་ལག་ཡོད་རེད་བ། ཡན་ལག་དེ་ཚོས་གྲ་སྒྲིག་བྱས་འདུག་ས་ཡོད་རེད་བ། དེ་ནས་ང་གཉིས་སྐུ་མདུན་སང་ཉིན་དེ་ཕེབས་ས་དེ་ཧེ་ལི་པད་ཡོད་རོགས་ཧེ་ལི་ཀོབ་ཏར་འབབ་ཚུགས་ཡོད་རོགས་དེ་ཚོ་ལ་ལྟ་ག་དེ་དུས་ལུང་པ་དེ་ལ་ལྟ་ག་སྐྱ་ཤིག་ཤིག་འདྲ་ཅིག་རེད་ཤག་རེད་བ། མི་དེ་ཚང་དང་ང་ཚོ་དང་མི་འདྲ་བའི་བྱིས་པ་ཞེ་གཅིག་རེད་བ། ལུང་པའི་སྣ་ཐང་དང་བྱེད་སྟངས་བྱེད་ལུགས་དང་དེ་ཚོ་མི་འདྲ་འདྲ་ཅིག་འདུག་རེད་བ། ཉི་མ་ཉིན་པ་དང་སྐུ་མདུན་ཕེབས་ཡོད་ཚ་ལུང་པ་ཀོ་ནང་སྣུམ་ཆིག་ཆིག་རེད་སོང་ངོ་ནས་མིན་འདྲ་འདྲ་ཅིག་བྱུང་སོང་འདྲ་བ། དེ་ནས་སྐུ་མདུན་ཤཱཀྱ་ཕེབས་འདུག་ཚ་ནས་ཁོང་ཚོ་མ་གཞི་ཅིག་འདུག་འདྲ་བ། མ་གཞི་དེ་ནང་ལ་གྲ་སྒྲིག་བྱས་ཤག་དེ་ནས་དེ་པས། མིའི་རྒན་གོག། ཕོ་མོ་རྒན་གོག་དེ་ཚོ་དང་ནར་པ་དེ་ཚོ་ཡ་གཞོན་ལ་པང་བསྒྲིགས་བྱེད་མ་གཞི་དེ་ལམ་ཁ་དེ་ལ་བསྒྲིགས་བྱེད་འདུག་ར་བ། ད་ཀུན་དུ་ནས་ཕེབས་ཡོང་འདུག་ས་ན་དེ་ཚོ་པས་ད་པ་ཞི་བོ་ཆེ་བཤད་ན་ངུ་གི་འདུག་ཞི་བོ་ཆེ་བས་རང་ཤུགས་ཀྱིས་མཆི་མ་གཏོང་བྱེད་ཁོ་རང་པ་ཞི་བོ་ཆེ་ངུ་གི་འདུག་ར་བ། ད་ལྟ་སེམས་ན་ད་ལྟ་ནི་ཁོ་ཚོ་ལས་ཆེན་པོའི་ཤིས་པ་ཅིག་ཡོད་ས་རེད་དམ་མི་འདྲ་བ་ཅིག་ཡིན་པ་རེད་བསམ་ཡག་ཏུ་ཁོང་བསམ་གྱི་ཡོད་ས་རེད། དེ་མ་གཞི་ནང་ལ་ཡར་ཕེབས་རྗེས་སྐུ་མདུན་བཞུགས་ས་དེ་ལ་ཕའི་སོ་ཕག་འདྲ་ཅིག་བཞག་ས་སྐུ་མདུན་སོ་ཕག་ང་ལ་བཞུགས་མ་སོང། ཁོ་རང་བཟང་ཉམས་ཐོག་ཕེབས་ནས་ས་ས་སྐྱ་སྒང་ལ་བཞུགས་རྗེས་དེ་ནས་བཀའ་མོལ་ཏོག་ཙོ་གནང་སོང་རེད་བ། དེ་ནས་དེ་དུས་ཆུ་གྲང་མོ་ཅིག་དང། དེ་ཁོ་ཚོ་སྐར་རྩ་བན་བན་ནས་ན་ཏན་ཏན་ནས་ན་གཅིག་བག་ལེབ་ཅིག་བཟོ་གི་འདུག་རོང་དེ་ཕུལ་སོང། ཁོ་ནས་ཨོ་དེ་ང་ཚོའི་ཕ་ཡུལ་ནང་བཟོ་གི་ཡོད་རེད་ད་གསུང་གི་འདུག་བག་ལེབ་དེ་ཁྱོད་ཚོ་བཟོ་གི་ཡོད་ཟེར་བ་ཨམ་མདོ་ལ། ང་ཚོའི་རླུང་པ་ནང་དེ་བཟོ་གི་རེད་གསུང། དེ་ནས་ཕ་གི་དེ་ནས་གསུང་ཆོས་གནང་ས High School ལི་བི་ལྡིང་ཅིག་འདུག་རེད་བ། སྤྱི་བཏང་ཆེན་པོ་ཅིག་དེ་ལ་བཀའ་སློབ་དེ་གནང། ལུང་པའི་མདོ་ཁང་དཔེ་མི་འདྲ་བ་རེད། ཡང་ཀུན་ཏུ་ཕེབས་སམ་གསུངས་རེད་བ། ཀུན་ཏུ་ཕེབས་པའི་རྗེས་ལ་ང་ཚོ་ཡང་ཡོང་བ་རེད། ཡང་ལུང་པ་ལྟ་བ་འདྲ་ཆེ་ཆ་ཆིག་ཅིག་རེད་གསུངས་འདུག་ད། དེ་མིན་པ་ཅིག་ཡང་བཞུགས་ཡག་ཅིག་ལ་ཕ་གི་ཞལ་ཆུ་ཁོལ་བྱང་ཐང་རེད་བ། བ་འགོམ་དང་ཐག་ངེས་པོ་རེད་བ། ཐང་ཅིག་གཏན་ལ་ཕེབས་འདུག་ས་ན།

ང་ཚོ་གང་གི་སེམས་ལྷོད་ལྷོད་བྱེད་ལྷོད་ལྷོད་ཡོང་གི་འདུག་བཞུད་སོང། དེ་ཁོའི་རྟེན་འབྲེལ་ལབ་པ་ཙམ་མ་རེད་ད། གཞན་དག་གྲོང་གསེབ་པ་བྱིས་པ་དེ་ཚོ་རྣམས་ཁོ་ཚོ་རྟེན་ལ་ཁོ་གནོད་བཞག་པའི་སྐབས་ཐོག་དེ་ལ་སེམས་ལྷོད་ལྷོད་བྱེད་རང་བཞིན་ཞིག་ཡོང་གི་འདུག་ཟེར་ཁོ་ཚོ་གང་གི་ལག་ཏུ། ད་ལྟ་དེ་ཡོད་རྒྱུ་ནང་པ་གཅིག་པོ་མ་ཡིན་པ་བཅས་ཆོས་ལུགས་དག་ཁ་ཆེ་དག་དེ་འདྲའི་མང་པོ་ཞིག་དེ་དང་དེ་ཚོ་གིས་དག་རང་གསུངས་གི་རེད། ཨོ་དེ་ཁོ་ཚོ་ལབ་རྒྱུ་རེད། ང་ཚོ་ལྟ་ན་ཡོང་ཡོང་ཁ་རེད། ཁོ་ཚོ་ལབ་རྒྱུ་རེད་ད།

ཀུན་ཏུ་བཞུགས་ཡོངས་འདུ་ཚར་ན་གང་གཱའི་སྟེང་བྲན་བྱ་དང་སངས་རྒྱས་བཞུགས་ཀྱི་རེད་ཁ་ཆེའི་སྟེང་ལས་ད་ཆར་པ་གན་ཡོད་མ་རེད་ཆོས་ལོག་ཡོང་གི་མ་རེད་དེ་རྒྱལ་བ་རིན་པོ་ཆེ་བཞུགས་ཀྱི་རེད་མི་དོན་ཚན་ལ་བས་དོ་སྔོན་མ་ཆོས་ལོག་ཆེན་པོ་ཞིབ་པོ་ཅིག་བསྐྱབས་པ་རེད་ཀུན་མ་ཡང་ང་ཀུན་ཏུ་འཕེལ་འདུ་ཚར་ན་ད་ལོ་ཆོས་ལོག་འགྲོ་མི་འདུག་ཀུན་ཏུ་བཞུགས་ཀྱི་རེད་ཁ་ཆེའི་མ་རེད་དེ་ལ་བས་དོ། ད་དཔེ། ག་རེ་ལབ་ག་རེ་དག། སྐད་ནི་གཅིག་པ་རེད། ཤེས་སྒྲིག་ནི་གཅིག་པ་རེད། ལུགས་སྲོལ་ནི་གཅིག་པ་རེད་མི་རིགས་ནི་གཅིག་པ་རེད་བ་དག། Politically ཆིག་དེའི་ཕ་གི་རྒྱ་མི་རྣམས་ལ་ཆགས་པ་དེའི་རྒྱ་རབ་ལ་ཆགས་པ་རེད་མི་རེད་དག་ངོ་ཏུ་གཅིག་པ་རེད་འདུག་བ། གཅིག་པ་རེད་འདུག་བ་དེ། དེ་ཕ་གི་གོན་དུ་བསྟན་སོང་བ་དེ་ལྕགས་འདྲ་ཟིག་གིས་དེ་ནི་ག་རེ་ཟ་རྡུལ་འབྲིང་རེད་གསུང་གི་འདུག་བ། ལྕགས་འདྲ་ཟིག་གིས་རྡུལ་འདྲིའི་ནང་ན

ད་ཕྱོགས་གཅིག་ན་ལྟ་ན་སྐུ་མདུན་ཡང་ཡང་ཡང་ཡང་ལ་དྭགས་ལ་ཕེབས་ཡོང་འདུག་ཙང་ན་ལ་དྭགས་ལས་འཇིག་རྟེན་ནང་ལ་དེ་ག་གྲགས་ཆེ་རུ་འགྲོ་གི་འདུག་མི་འདུག་བས། འགྲོ་གི་འདུག་བ་སྟེ། ལ་དྭགས་ལ། ད་ཕྱི་རྒྱལ་ལས་དེ་ཚོ་དང་ནི་རྒྱ་གར་རེ་དེ་ཚོ་ལང་སྟེ་སྐུ་མདུན་ཕེབས་ཡོང་འདུག་ཙང་ན་ཁོང་ཚོ་ཡང་སེམས་ནང་ཚོར་ར་ཡང་དག་ཅིག་སླེབས་ཀྱི་འདུག་བ། ཨོ་དེ་འདྲ་རེད། ཨ་ནི་ཁྱེད་ལ་ད་ད་ལོ་འགྲོ་ཆ་ཚུལ་མ་ར་ཀུན་འདུས་དེ་ད་བ་གཅིག་ལྷག་ཚུལ་ཞུ་རེད་ཨ་ནི་ཀུན་འདུན་གྱིས་ཅིག་ཆོས་ཕྱོགས་ཀྱི་མཛད་པ་མང་དག་ཅིག་བསྐྱངས་ཡོད་རེད་དེའི་ཁྲོད་དེའི་སྐབས་དུ་ཁྱེད་ལ་ག་དུས་ཡིན་ན་ད་ཀུན་འདུན་གྱི་སྐུ་འཁྲུངས་ལ་ཡོད་པ་ལྟ་བུ་ཞིག་རེད་ལ་ལྷག་པར་དུ་ང་ཚོ་རྗེས་ཡོང་དུ་བསམ་པ་ཀུན་འདུན་གྱིས་ཁྱེད་ལ་ལ་མཉེ་བོ་ཞིག་ར་གནང་གི་འདུག་དེ་ཙམ་དུ་མ་ཟད་ཟླ་བ་བདུན་པའི་ཕྱི་ཚེས་བཅུ་གཅིག་ཉིན་མོ་དེ་ཕེབས་ཡོང་དུ་བསམ་པ་ཀུན་འདུན་དེ་ཕེབས་ཡོང་དུ་ཞི་བའི་ཚེ་ཕོ་བྲང་ལ་ཀུན་འདུན་གྱིས་ཕྱག་དབང་ཞུ་གནང་སོང་ཁྱེད་ལ་ད་དེ་འདྲའི་དམིགས་བསལ་ཀུན་འདུན་གྱིས་ཁྱེད་ལ་ལ།

ད་ཀུན་ཏུ་ནི་གསུང་གི་སྒྲ་བུ་དེ་ལྟར་སྐྱེད་ཐུབ་རྒྱུ་རེད་དེ། དེའི་བྱས་པའི་སྒོ་སྐབས་དེའང། སྡིག་ཅན་དེ་ནི་ཕ་ཚིག་སྟོང་སོ་ཁོ་བོའི་སེམས་པ་རྒྱུན་རེ་ཐེབས་ཡ་གིན། སྐབས་འདྲ་པོ་གཅིག་གཟིགས་ཀྱི་དེ་འདྲའི་འབྱུང་བ་མེད་འགྲོ་བསམ་བསམ་འདྲ་གཅིག་དྲན་གྱི་འདུག་བྲལ་བ། ད་ང་ང་རང་གི་སེམས་པའི་ནང་ལོགས་ཡ་བསམ་བློ་བཏང་བྱ་ན་རྒྱུན་ནས་བསྟན།

རྒྱ་ནག་ཐོག་མ་འཁྲུངས་ས་དེ་ག་བ་ཡིན་ན་དེ་རྒྱ་ལག་གི་ཆུང་བྱིས་པའི་དུས་ཀྱི་སྐུ་ཚེ་ལོ་རྒྱུས་ཅེས་གསུངས་ན་གི་ལ། ཕ་མ་སྐྱེས་ས་དེ་ལས་ན་ཀི་ལོ་མི་ཀྲ་རེ་བང་ན་ཉི་ཤུ་ཡིན་ན་ཉི་ཤུ་རྩ་གཉིས་དེ་ནས་དེ་རྟེན་འབྲེལ་བྱེད་ཀྱི་ཐང་རིང་པོ་ནུབ་ཕྱོགས་ལ་ལས་ན་ཏཱ་རུ་ཟེར་ས་དེ་ལུང་པ་དེ་ལ་སྐྱེས་པ་རེ་རེ་བང། ད་ཆུང་དུ་བསམ་ན་དེ་ནི་ང་གཞུང་གི་སློབ་གྲྭ་ལ་གཅིག་འགྲོ་མྱོང་རེད་བ། ལོ་གཉིས་རྩ་གཅིག་འགྲོ་མྱོང། དེ་དུས་བོད་སྡིག་དང་ཕ་གིས་འུར་རྡོ་རྫས་ལྟར་ལྷབ་ཀྱི་འདུག་བ། འུར་རྡོ་ལབ་རྡོ་བཙལ་ན Script དེ་གཞས་ཏེ་པར་བཤད་ནི་གལ་ཆེ། གལ་ཏེ་ཧིན་དི་དང་འབྲེལ་ན་འདྲ་ཅིག་འདུག་བ། དེ་ལོ་གཉིས་རྩ་གཅིག་སློབ་གྲྭ་འགྲོ་མྱོང། དེ་བཞིན་ན་དེ་ནས་བདུད་དུ་གོམས་པ་ལ་ཡང་ཆོས་བཞུགས་བྱས་ན། ལོ་གཅིག་ལྷག་གཟི་བརྗིད་ལྡན་པ་རེད། དེ་ནས་ཡང་གྲྭ་ས་ཡང་བོགས་ཤོར་རུང་འདུག་ཙམ་ན། དེ་ནས་ཕ་གི་ལ་དྭགས་བའི་གཞོན་ནུ་དེ་ཚོ་ཕ་གི་སྐོར་ལ་སློབ་སྦྱོང་བྱེད་མཁན་འགྲོ་གི་ཡོད་ནོ། སེ་ར་སྒྲ་གསུང་དང་དེ་ནས་ཆོས་ལུགས་རིས་མེད་རེད་དེ་ནས། དགོན་སྡེ་རྩེ་ཐོག་ལ་སློབ་སྦྱོང་བྱེད་ཁར་འགྲོ་རྒྱུ་ཡང་རེད། དེ་ནས་འབའ་སྐུ་ལ་རིན་པོ་ཆེ་སྟེ་ཐུགས་ལ་དགོངས་འདུག་ད་པོ་ཏེ་ཤོག་ཚར་སོང་ན། དེ་ནས་ནང་པའི་གཞོན་ནུ་དེ་ཚོ་ལ། དེ་ནས་ནང་དོན་ལ་དེ་ནས་སློབ་སྦྱོང་བྱེད་ས་ཅིག་རག་གི་མ་རེད་དགོངས་ནས། དེ་ནས་ལ་དྭགས་ཀྱི་དགོན་པའི་དེ་ནས་འགོ་བྱེད་དེ་འདྲས་ཡོད་རེད་མ་ཞོག་པ་ནས་འགྲོ་ཆགས་ཚོ་ནས་འདུག་དེ་ཚོ་གང་གང་དང་ཡ་ག་མོ་ནང་བྱེད། དེ་ནས་མཚན་ཉིད་སློབ་གྲྭ་རྒྱལ་གྱི་ཚོགས་འདུ་བ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ། ཨོ། ལས་ཀྱི་དེ་རེད་དེ་དུས་དེ་དུས་ཆུང་ཆུང་གཅིག་མ་གཏོགས་ཡང་མ་རེད་ཕ་གི་ལས་རང་ལ་རེད། ལས་སྲིད་སྟེགས་རང་ལ་རེད། དགོན་པར་བསྐྱོད་ནས་ང་ཚོ་སྤོ་བོ་ཆུང་ཆུང་བཅུ་ལེན་པ་རེད། སྤོ་བོ་ཆུང་ཆུང་བཅུ་ལེན་བྱས་དེ་ནས་ཕ་གི་ན་སྐུ་མདུན་ལ་གཡས་བཞུགས་བྱས། དེ་ནས་འབར་ཁུ་ལ་རིན་པོ་ཆེའི་དགྱེས་བཤད་དྲུག་རྩ་གཅིག་རྟ་མགྲིན་བརྗོད་དོ། དེ་ནས་དགྱེས་བཤད་ཆེན་པོ་དེ་དེ་ནས་ལྷོ་བསྐྱིལ་བྱས། གཞུང་གི་སྲོལ་ཕོགས་ཡོད་པར་བྱས། གཞན་དག་དེ་ཚོ་ལ་བརྟེན་ནས་མགོན་པོ་དང་ནང་པའི་ཚོགས་འདུ་ཡོད་པ་ཡི་ཡང་གྲ་སྒྲིག་གནང་བྱས། དང་པོ་དེ་འདྲས་ཚུགས་པ། དེ་ནས་ང་ཚོ་བུ་བུར་བཅོལ་བས་ནས་རྒྱན་གྱི་སློབ་སྦྱོང་དེ་གནང་རྒྱུ་བས་ནས།

ལོ་གཅིག་གསོ་གཅིག་དང་བརྒྱུད་ནས་དཔེ་ངོ་མ་འཕྲོ་བཅད་རུང། སྐབས་དེ་དུས་དགེ་ལགས་ཀྱིས་ད་ལྟ་ཀ་མད་སུམ་ཅུ་གྱི་རྨང་གཞི་ནས་བྱང་ཡས་འགོ་བཙུགས་པའི་ག་འདེང། དེ་དུས་ཀ་མད་སུམ་ཅུ་དང་ལྔ་ལ་སྦྱངས་ཡོད་རུང་དེ་དུས་ཚ་གཉིས་འགོ་བཙུགས་པ་རེད། ཚ་གཉིས་ནང་ན་དང་པོ་འགོ་བཙུགས་དུས་ཚ་ན་བསྡུས་གྲྭ་ལོ་རིགས་སྟག་རིགས་ལ་ལབ་ཀྱི་འདུག་དེའི་སྟེང་ན་ཕར་ཕྱིན་དབུ་མ་ཅན་དེ་དེ་འདྲས་འགྲོ་གི་ཡོད་རུང། དེ་རྒན་ཚོའི་སྐད་ཆ་དེ་ང་ཚོས་ཧ་མ་གོ་ང་ཚོའི་སྐད་ཆ་དེ་རྒན་ཚོས་ཧ་མ་གོ། དེ་མཁན་གྱི་ཀ་རའི་གསུངས་པ་ནང་ཚིག་ཡང་ལད་མདོ་བྱས་ཚེ་སྦྱངས་པ་རེ་དང་དེ། བསྡུར་སྒྲ་ཟེར་བ་དང་ལོ་རིག་སྟག་རིག་དེ་ཚོ་མཁན་གྱི་དཔེ་ཀ་མདོ་ན་སྣང། མཁན་གྱི་ཀ་འདི་སྒྲ་གདངས་ཀྱི་དོན་གྱི་རྟགས་ཀ་རང་ཡལ་ལོ་འཛིན་བྱེད། དེ་ནི་རྩོད་པར་རྩོད། རྟེན་འབྲེལ་རྟེན་འབྲེལ་བྱས་ན་ཕ་གིའི་ལས་ལ་ལོ་གཉིས་བསྡད་པ་རེད། དེ་ནས་ལས་ལ་དེ་ནས་ས་ཆ་དེ་ཆུང་དྲགས་དེ་ས་ཆ་དེ་དགོན་པའི་ཚོགས་འདུ་ས་ཆ་བྱས། དེ་ནས་པི་ཏུ་ལག་པ་སོང་ང། པི་ཏུ་ལག་སྔ་མ་དེ་དབྱིན་ཇིའི་སྐབས་ལགས། དབྱིན་ཇི་དེ་ཚོ་ཕར་ཚུར་འགྲོ་འདུག་ཙང་ན། Building དཔེ་ཡག་པོ་ཞིག་འདུག་ང། དེ་ནས་ཕ་གིས་དེ་དགའ་དྲན་ནས་བཟོ་འདྲ་ཅིག་དཔེ་རྒྱ་ཆེན་པོ་ཞིབ་ཅིག་འདུག་དེ་ལ་བབས་སོང། དེ་ནས་དེ་ལ་དེ་ནས། ཕར་ཕྱིན་དང། རྣམ་འགྲེལ་དང་ཏེ་སོ་ཏའི་མདོ་ལ་སྦྱངས་པས་དེ་ནས་ལོ་བཅུ་རྩ་གཅིག། ལོ་བཅུ་ཕ་གིའི་ཚ་གཉིས་སློབ་གྲྭ་ལ་སློབ་སྦྱོང་བྱས། འདས་པར་འབྲེལ་བ་ལ། དེའི་མཚན་ཉིད་དང་དེ་ཚོ་སྒྲུབ་རྩ་བའི་ཆེད་ལ་པེ་ཅན། རྒྱལ་ལ་བ་ར་ན་སི་ལ་ཕེ་ཟེར་བ་སློབ་གཉེར་གནང། དེའི་གི་སྐོར་ནས་དོར་ཏེ་ཤི་ཐང་ན་ཕེ། ད་ལྟའི་དེ་འདྲའི་བཅས་ཚོང་དོན་པ་འཛིན་གྲྭར་ཆུད་པ་ཐོན་ན་ད་ཀར་ཕལ་ཆེར་མཚན་ཉིད་རྣམས་ལ་རིགས་ལམ་ཚགས་པའི་བཟོ་འདྲ་ཅིག་སྤྱད་སོང་རེད་བ། རྡ་སར་དོང་ཡག་དང་ལ་མཇལ་ཡག་དང་དེ་ལྟའི་གྲྭ་སའི་འགྲོ་སྟངས་ཅིག་ཡོད་རེད་བ། བཟོ་པར་ཚོ་ཡང་དེ་ཆགས་སོང་དེ་ནས་དར་བཅུ་པའི་གཞི་ལ་ཡོད་མ་རེད་བ་འདི་ལ་འདི་ལ་མེད་འདུག་ཚེ་ན་དེ་ནས་བ་ར་ན་སི་ལ་ཕྱིན་པའི་རེད་བ། བ་ར་ན་སི་ལ་ཡར་སླེབས་འདུག་ཚེ་ན་ད་སློབ་གྲྭ་ཀ་པ་འགྲོ་གི་ཡིན་མིན་འདི་ཕ་གིའི་བཟོ་སའི་གདམས་ཡག་རེད་བ། དེ་ནས་དེ་ཡི་བྱེད་དུ་བཅར་ན་ང་ཚོའི་རྒན་དེ་ག་རེ་ཙང་སྔ་མ་སློབ་ཆེན་ཡིན་པ་དེ་རྒན་ཕ་གིས་བ་ར་ན་སེ་ཕེབས་སོང་ང་དེབ་དེ་དེ་ནས་ད་ལྟ་ང་ཚོའི་མཐོ་རིམ་སློབ་གྲྭ་དེ་ཚུགས་འདུག་ང་དེ་ལ་ཡ་རྒན་ཅེས་རྒན་དེ་ལ་ཕེབས་འདུག་ང་དེ་ནས་རྒན་གྱིས་དེ་གསུང་གི་འདུག་ད་འདི་ལས་སློབ་གྲྭ་འདི་ལ་བསྡད་ན་ཡག་པོ་ཡ་རེད་དེ་ནས་མཐོ་རིམ་སློབ་གྲྭ་ལ་སློབ་སྦྱོང་བྱས་ལོ་གཉིས་གསུམ་བརྒྱད་ཅུ་བསྡད་པའི་འབྲས་བ

ནང་པས་དེ་ནས་གཞུང་འདི། ཤི་ས་མ་རེད་བསམ་བསམ་གྱི་འབྱུང་སོང་རེད་བ། དེ་ཅི་བསྡུ་ཙ་ན་ང་དེ་ནས། སློབ་གྲྭ་ཞང་དང་གཞུང་གི་སློབ་གྲྭ་ཅིག་ལས་ཆེན་པ་རེད་བ། སྒེར་རྒྱུའི་ཤང་ཆེ་ག། ཀ་ཤི་བི་དཱ་བིད་ཟེར་ས་ན་ལ་ཆེན་པའི་བ་ར་ན་སི་ལ། University ཁ་ཤས་ཤིག་ཀྱང་རེད། ཀ་ཤི་པའི་དེབ་དཔེར་བཞག་དེ University ཞིག་རེད། ཤ་སེར་ལྷལ་བ་དུ་ཤ་སེར་བཞག་ཅིག་གོ་མྱོང་ཨེ། ད་ལྟ་ལོ་ཆེན་གཉིས་པ་དེ་རེད་བ། ནེ་རུའི་གྲོངས་པའི་རྗེས་ལ། འོ་དེ་ཤ་སེ་རི་དེ་ལ་སློབ་སྦྱོང་གནང་འདུག་བ། ཀ་ཤི་པའི་དེབ་དཔེ་ལ། དེ་ཀ་ཤི་པའི་དེབ་དཔེ་ལ་ཡ་སླེབས་འདུག་ཙ་ན་དེ་ནས་ད།

གཙོ་བོ་དགག་ས་ཧིན་དྷུ་དང་དེ་སྨན་པ་ནུབ་ཕྱོགས་པ་དེ་ནས Philosophy དེ་སླེབས་ཡོང་གི་འདུག། དེ་ལྷོད་ཡོང་འདུག་བསམ་ན་དེ་ནས་ཡག་པོ་ཞིབ་པོ་བགྱིས་སོང་ཨོ་ད་དཔེ་ཡག་པོ་བྱུང་ཤག་དེའི་དཀོན་མཆོག་སོང། ཕྱི་རོལ་པའི་བསམ་ཚུལ་དེའང་ཧ་གོ་ས་རེད་ནུབ་ཕྱོགས་པའི་ལྟ་བ་དེའང་ཧ་གོ་ན། དེ་གཉིས་ཀྱི་ནང་པའི་གཞུང་དེ་དེ་ནས་ཡག་པོ་བགྱིས་མགོ་ཡར་ལ་ཕན་ཐོགས་ཀྱི་ཡོད་ས་རེད་དྲན་སོང། ད་ཕ་གི་ནང་དེ་ནས་ཀ་ཤི་པའི་དད་པའི་ནང Graduation བྱས་ཚར་འདུག་བསམ་ན།

ནུབ་ཕྱོགས་པའི་ལྟ་གྲུབ་དེ་མང་མ་གཏོགས་ནང་པའི་ལྟ་གྲུབ་དང་ཧིན་རྡུའི་ལྟ་གྲུབ་དེ་ཉུང་ཉུང་ཅིག་ནང་སྟོང་མེད་དོ། དེ་དེ་ཡིན་དུ་བསམ་ན་ད་དེ་ནུབ་ཕྱོགས་པའི་ལྟ་གྲུབ་དེ་ལ་ཨེང་ཞེ་པོ་ཅིག་ཕར་རེ་བ། ནུབ་ཕྱོགས་པའི་ལྟ་གྲུབ་དེ་ལ་དེ་དཀའ་ཚེགས་ཐུབ་ཐུབ་ཅིག་དེ་ནས་དེ་ལ་སློབ་སྦྱོང་བྱས་པའང་རེ་བ།

བྱེད་དུ་བཅར་ན་ནུབ་ཕྱོགས་པའི་ཏང་ཡོན་རྣམས་ལ་ས་ཡོམ་དེ་ལ་དེ་ཡིས་སློབ་སྦྱོང་བྱེད་དུ་ཟ་ས་ཡོན་ལའང་ཐོག་བརྩོན་འགོ་བ་ཡོད་ད་ཅིག་དེ་འདྲ་ཅིག་ཆགས་སོང་རེད། དེ་ལ་འབུམ་རམས་པའི་སློབ་གཉེར་དེ་གནང་གྲུབ་པའི་རྗེས་ལ་དགེ་ལགས་ཀྱི་ཕྱག་ལས་དང་པོ་དེ་ག་བ་ན། ད་ལྟ་ངས་དེ་ཚར་མ་སོང་རེད། དེ་ནི་ཕ་གིའི་པ་འཇམ་ལ་ཡར་འདེད་བྱས་སྟབས Philosophy དང་དེ་ཚོ་ཏོག་ཙོ་མགོ་ཚོར་སོང་རེད་བ། ད Religion ལ་ཡོ་བྱད་མང་པོ་ཅིག་འདུག་བ། རི་ལི་ལྗང་འཛིན་འོག་ཏུ་ཕ་གི་ཡིས་སྦི་ཡའི་ཆེད་དུ་ཚོན་ལ་འདུག་སྟེ་དེ་ས་བརྗེགས་ཏེ་མ་ལེན་པར་འགྲོ། དེ་ནས་ང་ཀམ་པི་རི་ཏི་རི་ལི་ལྗང་སློབ་སྦྱོང་རྒྱུ་ཆེན་ཡིན་འདུག་སོང་དེ་ལ Department གཅིག་འདུག་རེད་བ། དེ་ལ་ཕྱིན་ཡོང་འདུག་ས་ན་འཇིག་རྟེན་ནང་ལ་ཆོས་ལུགས་ཆེན་པོ་བཞི་བཅུ་རྩིས་ཀྱི་འདུག་བ། དེ་ཚོའི་སློབ་སྦྱོང་འདི་རྟེན་ནང་ལ་སྤྲད་ཀྱི་འདུག་དེ་ལོ་གཉིས་སའི Course བྱས་འདུག MPhil། སྦི་ཨེཆ་ལྡི་ཨ་ཀར་མཛངས་ཏེ།

Hindu Philosophy དང Western Philosophy དང Religion ལ་སློབ་སྦྱོང་བྱེད་ཡག་དེ་ཡིན། ང་ཚོའི་ནང་པའི་གཞུང་འདི་ལ་ལྟ་ཚུལ་གཞན་མ་ཞིག་ཡོད་དོ་མ་ལྟ་ཅེས་མགོ་བ་ལེན་ཐུབ་ཡ་བའི་དེ་འདྲའི་ཅིག་གི་སེམས་ལ་ཡ་སོ་པ་འདྲ་པོ་ཅིག་སླེབས་ཡོང་གི་འདུག་བ་ཤེས་ཚ་ཅིག་སླེབས་ཡོང་རྟེན་འབྲེལ་བྱས་པའང་འདྲ། དེ་ནས་ཨེམ་ཕིལ་བྱས་པའི་རྗེས་ལ་དེ་ནས་ང

དབུ་མ་དེ་ཞི་དྲག་ལྟ་ལྟ་བྱ་རྒྱུ་དུས་སྐབས་དང་ཐོབ་ཡོད་མ་རེད་དེ། དེ་དབུ་མ་བཞག་སྟེ་མགོ་ཡང་ཁག་པོ་བསྡུ་བ། དེ་ཟབ་འཇུག་དེ་དྲག་པོ་གཅིག་ལེན་ན། དེ་ཤེས་བྱ་ལ་དེ་ནི་དཔེ་ག་རེ་ལབ་དགོས་རེད།

དེ་རིགས་སའི་ཁོ་མི་ཏྲི་ལ་ཕར་སྤྲད་དགོས་ཀྱི་འདུག་དེ་རིགས་སའི་ཁོ་མི་ཏྲི་འདས་ཀྱི་ལྟས་ནང་ལ་ག་རེ་ཆགས་པ་ག་རེ་འདུག་ནོར་བ་ག་རེ་འདུག་དེ་ནང་ལ་ལན་པ་ག་རེ་རྒྱབ་དགོས་ས་རེད་ག་རེ་འཐེན་དགོས་ས་དེ་ཚོ་ཞིབ་དཔྱད་བྱེད་ཀྱི་འདུག་དེའི་རྗེས་ལ་དེ་ནས་དེ་སྲིད་དེ་གྲབས་བྱས་ཏེ་དེ་ནས